ཟླ་དེ་རིང། ང་དང་ལྔ་བཅུ་གཞོན་སྐྱེས་གླེང་སྟེགས་ཀྱི་དྲ་ཚིགས་དང་གཡོན་ཆོལ River གཉིས་ཀྱི་མགོ་བྱེད་དང་གསར་འགོད་གསལ་བསྒྲགས་ཕེབས་པའི་དྲིལ་བསྒྲགས་དྲུང་ཆེ་སྐུ་ངོ་ཨ་རྱ་ཚེ་དབང་སྐྱབས་ལགས་དང། ད་ནང་བཞིན་གྱི་གསར་ཁང་ཁག་གི་གསར་འགོད་པ། ད་ནང་བཞིན་གྱི་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་ཡང་དེ་རིང་ང་ཚོ་སྟེ། ང་དང་ལྔ་བཅུ། ནི་དྲ་རྒྱའི་རུ་ཁག་གི་སྡེ་ཚན་ངོས་ནས་བཅོས་མིན་གྱི་བཀྲ་ཤིས་བདེ་ལེགས་ཞུ་བ་དང་ལྷག་དཀར་བཟང་ཞེས་ཞུ་ཡས་ཡིན། ད་ལྟ་སྟེ་ངའི་མིང་ལྷ་རོང་ཡིན་ང་ད་ལྟ་ལྔ་དང་ལྔ་བཅུའི་གཞུང་གི་སྐུ་ཚབ་ཁོ་ནས་ཞིག་བྱེད་ཀྱི་ཡོད་ནི་ངའི་ལས་རོགས་ཏིང་ཙི་སྒྲོལ་མ་ལགས་གཉིས་ནས་ང་གཉིས་དེ་རིང་དེ་གི་གསར་འགོད་གསལ་བསྒྲགས་ཀྱི་སྟངས་འཛིན་ཞུ་ཡས་ཡིན། དེ་ལོས་ནི་ཕྱི་ཟླ་བརྒྱད་པའི་ནང་ལ་ཡང་ང་ཚོ་འཛམ་གླིང་ད་ས་ཕྱོགས་གང་ས་ནས་ཅིག་གི་བོད་རིགས་གཞོན་སྐྱེས་ཤེས་ཡོན་ལྡན་པ་དང་དག་སྣ་ཞིང་གི་ལྷག་བསམ་ཅན་བརྒྱ་ལྷག་ཅིག་ཨ་ནི། ང་ཚོ་ལྔ་དང་ལྔ་བཅུ་གཞོན་སྐྱེས་ཚོགས་འདུ་གཉིས་པ་ལ་འདུ་ཞིག་བྱ་བ་རེད། ཨ་ནི་དེའི་སྐབས་ལ་ཡ་སྐབས་དེ་ཨ་ནི་ཚོགས་འདུའི་སྐབས་ལ་ང་ཚོ་ལྟ་ཅིག་གི། ལས་གཞི་འདི་ཡི་ལྔ་དང་ལྔ་བཅུའི་ལས་གཞི་འདི་ཡི་ཨ་ནི་ཅིག་དམིགས་ཡུལ་དང་འཆར་སྣང་ཅིག་གྲུབ་པས་དེ་ནི་ང་ཚོ་ཅིག་བོད་མི་སྒྲིག་འཛུགས་གཅིག་པ་ལ་ཅིག་བརྟེན་མ་གོ་བ་ཞེས་ཨ་ནི་ཅིག་གི། གཞོན་སྐྱེས་སོ་སོའི་ངོས་ནས་རང་རང་སོ་སོའི་ངོས་ནས་བོད་སྤྱི་བའི་རྩ་དོན་ལ་ཡིན་ཅིག་འགན་འཁུར་བཞེས་ཏེ་གལ་ཆེན་པོ་ཡིན་པའི་ཐོག་ལ་བསམ་ཚུལ་ཤུགས་ཆེན་པོ་བྱུང་བ་རེད་ཨ་ནི་དེ་སོང་ཙང་ཨ་ནི་སྐབས་དེར་ང་ཚོ་ལྟ་གྲོས་བྱ་གྲོས་ཆོད་ཡོད་པ་ནས་བཞིན་གྱི་གྲོས་འཆར་བྱུང་བ་བཞིན་ཟུང་གིས་ལྔ་དང་ལྔ་བཅུ་གྱི་དྲ་རྒྱ་དེ་དང་ཨ་ནི་གཅིག་དྲ་ཚིགས་ཕན་ཚུན་གཞོན་སྐྱེས་བར་ལ་ཡང་འབྲེལ་ལམ་མུ་མཐུད་ནས་ཡོད་ན་དང་བགྲོ་གླེང་ཆེད་དུ་ཨ་ནི་དྲ་རྒྱ་ཀྱི་གླེང་སྟེགས་དེ་དང་དང་བཞིན་ཨ་ནི་གཅིག་གི་དྲ་ཚིགས་འདི་འདུག་ཞིག་ང་ཚོ་ད་གཟོད་སྒྲིག་ཞུས་པ་རེད་ང་ཚོ་དེ་ལ་ཡང་དྲ་རྒྱའི་གི་རུ་ཁག་ནང་ལ་ཡང་ང་ཚོའི་ད་གཟོད་ལྔ་དང་ལྔ་བཅུའི་གཞོན་སྐྱེས་ཨ་ནི་ཚོགས་འདུས་གཉིས་པའི་ནང་ལ་ཡང་ཚོགས་བཅར་བ་སྟབས་ཚོགས་བཅར་བ་བཅུ་བཞི་ལྷག་ཚོས་ཟླ་བ་མང་པོའི་ཕྱིས་རེ་འགའ་ལ་ཡང་ང་ཚོས་དོ་ཞིག་དཀའ་ལས་བརྒྱ་བྱས་ཨ་ནི་ད་རིང་དེ་དངོས་སུ་ཨ་ནི་ད་རིང་ཕྱི་ལོ་ཉིས་སྟོང་བཅུ་དགུ་ཨ་ནི་ཟླ་བ་བཅུ་གཉིས་པའི་ཚེས་བཅུ་གཅིག་ལ་ཨ་ནི་ད་རིང་དེ་དྲ་ཚིགས་འདི་ཡོངས་ཁྱབ་ཨ་ནི་དབུ་འབྱེད་ཀྱིས་ཡོངས་ཁྱབ་གསལ་བསྒྲགས་དང་ཨ་ནི་དབུ་འབྱེད་ཞུ་གི་ཡོད་ཞེས་ཤོད་ཡིན་ཨ་ནི་དེ་ལ་ཡང་ཨ་ནི་དྲིལ་བསྒྲགས་དྲུང་ཆེ་སྐུ་ངོ་ཨ་རྱ་ཨ་ནི་ཚང་བ་རྒྱལ་པོ་མཆོག་ནས་ཨ་ནི་ད་རིང་གི་ང་ཚོའི་གི་དྲ་རྒྱ་འདི་དབུ་འབྱེད་གནང་རོགས་གནང་ཞེས་ཨ་ནི་འབོད་སྐུལ་ཞུས་ཡིན། ཀུན་ཏུ་ཞུས་པ་ཡིན། སྐད་གདུང་མེད། ལ་སོགས་ཨ་ནི་ད་དེ་འདྲ་དེ་སྐུ་ངོ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་དེ་ནང་བཞིན་གྱི་ད་ལྟ་གཉེན་བཤེས་རཱི་བྷར་སེ་ཡ་ཆོས་རེད་ཨ་ནི་རཱི་བྷར་སེ་དེ་ཚོགས་བཅར་བ་ཕན་ཚུན་བར་ལ་བོད་དོན་དང་འབྲེལ་བའི་གི་ད་བརྗོད་གཞི་མང་པོ་ཞིག་ཡོད་རེད་ཨ་ནི་གཅིག་ཁོར་ཡུག་གི་ཤེས་ཡོན་ད་འཕྲོད་བསྟེན་གང་ཅིའི་ཐོག་ནས་ད་དེ་འདྲའི་གི་བརྗོད་གཞི་མང་པོ་ཅིག་ཐོག་ལ་ཡ། བསམ་ཚུལ་བགྲོ་གླེང་བྱེད་སའི་གི་ཨ་ནི་དྲ་རྒྱའི་གི་དུས་སུ་གླེང་སྟེགས་ཆགས་ཡོད་རེད་ར་བོ་ཟེར་ཡ་ཆོག་རེད་འདི་ང་ཚོ་ལྟ་ཅི་གི་སུ་སུའི་གི་ལག་ཏོ་ཁ་པ་ནང་ལ་ཕབ་གླེང་ཞུ་ཡ་ཡོད་རེད་ཟེར་ཞུ་ཡ་ཡིན་ཨ་ལྔ་དང་ལྔ་བཅུའི་འབྲེལ་བའི་གི་ལྟ་བསམ་ཚུལ་འདི་འདྲའི་ཅིག་མང་པོ་ཅིག་ཨ་ནི་ང་ཚོ་མུ་མཐུད་ནས་ཅིག་གི་ཕན་ཚུན་བགྲོ་གླེང་དང་ཨ་ནི་ཅིག་གི་ལས་གཞི་འདི་གི་དེ་ཨ་ནི་དམིགས་ཡུལ་དེ་འགྲུབ་པའི་ཆེད་དུ་ང་ཚོ་དེ་ར་བོ་ཟེར་དེ་ཡང་གཞན་དག་ཅིག་མཉེན་ཆས་ཅིག་འདི་ང་ཚོ་ཅིག་མཉམ་ད་འདུས་དེ་ལ་ཡ་དབུ་འབྱེད་མཉམ་དུ་ཞུ་བ་ཅིག་ཡིན་ཨ་ནི་དེ་ནས་སོང་ཙང་ད་དྲ་རྒྱ་འདི་གས་དེ་ཨ་ནི་ང་དང་ང་བཅུའི་གཞོན་སྐྱེས་གླེང་སྟེགས་དང་དྲ་རྒྱ་དང་ཨ་ནི་དྲ་ཐོག་གི་གླེང་སྟེགས་འདི་ཨ་ནི་ང་ཚོ་གཞོན་སྐྱེས་ཚོགས་འདུའི་གཉིས་པ་བཅའ་མཁན་གྱི་ནི་ང་ཚོ་རྩ་ཚོགས་བྱ་བ་ཁག་ཅིག་གི་པུའུ་ཇུས་བཞི་ཞིག་གིས་མ་སྐུལ་དྭང་བླང་གི་ཐོག་ནས་དུས་ཤིག་བསྒྲུབས་པ་རེད་ཡིན་ཟེར་ཞུ་ཡ་ཡིན་གསར་བཟོས་ཞུས་པ་ཅིག་རེད་ཨ་ནི་ད་ག་ནང་བཞིན་གྱི་དྲ་རྒྱ་གི་འགྲོ་གྲོན་ཆ་ཚང་ཅིག་ང་རང་ཚོའི་ངོས་ནས་ཨ་ནི་གཅིག་ཁོ་སྒྲུབ་ཞུས་བྱས། འདི་དམིགས་ཡུལ་གཙོ་བོ་རེད་དེ་གཞན་བརྟེན་མ་ཡིན་པ་ཨ་ནི་རང་ཁ་རང་གསོའི་ངོ་བོ་ཅིག་མཚོན་ཐབས་ཤིག་བྱས། ཨ་ད་ག་ནང་བཞིན་གྱི་དྲ་རྒྱ་འདི་གི་སྟངས་འཛིན་ཆ་ཚང་ཞིག་གི་རྒྱལ་དབང་ཆ་ཚང་ཞིག་ཨ་ནི་ལྔ་དང་ལྔ་བཅུ་ཁོ་རང་གི་གཞོན་སྐྱེས་ཚོགས་བཅར་བའི་གི་ཨ་ནི་དྲ་རྒྱ་རུ་ཁག་ཁོ་རང་མ་གཏོགས་གཞན་སུ་གང་ལ་མེད་ཞེས་ཨ་ནི་ད་དེ་རིང་གི། ཅི་དགར་བཟོ་བ་རེད། དྲ་རྒྱ་འདི་དང་མཉེན་ཆས་འདི་གིས་དེ་ང་ཚོའི་གསར་བཟོས་བྱེད་ཡག་གི་དམིགས་ཡུལ་གཙོ་བོ་རེ་ཞིག་ང་ཚོ་ད་བསུབ་ནས་བཞག་གི་ཡོད། དང་པོ་དེ་ད་གཅིག་ང་ཚོའི་བོད་མི་གཞོན་སྐྱེས་སྤྱི་དང་བྱེ་བྲག་ང་ནི་ལྔ་དང་ལྔ་བཅུ་ཚོགས་བཅར་བ་ནང་ཁུལ་ལ་ཡང་ཕན་ཚུན་ད་གཅིག་ཚོགས་འདུ་ཚགས་ཆེད་བྱ་ཡོད་བ་ནང་བཞིན་མེད་པ་བྱེད་ཕན་ཚུན་མུ་མཐུད་ནས་གཅིག་འབྲེལ་བ་ཡོང་ཐབས་དང་བསམ་ཚུལ་བརྗེ་ལེན་བྱེད་ས་ཀྱི་སྡིངས་ཆ་ཞིག་བསྐྲུན་ཡ་ཆེད་དུ་གཅིག་ང་ཚོས་མིག་བཟོ་གཅིག་འདི་བྱ་གི་ཡོད། ཨ་ནི་དམིགས་ཡུལ་གཉིས་བ་འདི་ལྟ་ལྔ་དང་ལྔ་བཅུའི་གཞུང་གི་ཚོགས་འདུ་དང་འབྲེལ་བའི་ང་ཚོས་ཀྱི་དེ་ཡིག་ཆ་ཆེད་ལས་འཆར་དང་ནང་བཞིན་གྱི་ཚོགས་བཅར་བ་དང་ཨ་ནི་གཞུང་གི་མགྲིན་ཚབ་པ་དེ་གའི་དེ་ངོ་སྤྲོད་དང་ནང་བཞིན་གྱི་གཞུང་འབྲེལ་གྱི་བརྙན་པར་དང་ནང་བཞིན་ཚོགས་བཅར་བ་ཁག་གིས་སྤེལ་བའི་ཨ་ནི་ལི་ཤི་དེ་སོགས་པའི་དེ་འདྲའི་ང་དོལ་ཚོགས་ཆ་ཚང་ཅིག་སྟབས་བདེ་བོའི་ངང་ནས་མི་མང་དང་འབྲེལ་ཡོད་མི་སྣ་ཚོས་ཀྱིས་ཅིག་ལས་སླ་བོའི་ངང་ནས་གཟིགས་ཐུབ་བས་ཆེད་དུ་ང་ཚོས་དྲ་ཚིགས་འདི་དག་མཉེན་ཆས་བསྡུ་ཞིག་བཟོས་བ་ཡིན་ཟེར་ཞོར། དེ་ནི་དམིགས་ཡུལ་ད་ཐ་མ་དེ་གཙོ་བོ་ཆེ་ཤོས་རུ་དེ་བྱུང་འགྱུར་ལྔ་དང་ལྔ་བཅུའི་ཚོགས་འདུའི་ནང་ལ་ཡང་ཅིག་ན་གཞོན་གང་མང་མང་ཞིག་དེ་འདྲའི་ཆེ་ཆ་ཞིག་གླེང་ཐུབ་བས་ང་ཚོས་སྲིད་ཐག་སེམས་ཁུར་ཐུབ་ཐབས་དང་ད་ག་ན་གཞན་གྱིས་ཅིག་ལྔ་དང་ལྔ་བཅུའི་སྔ་ཕྱི་བར་གསུམ་ནང་ལོགས་ལ་ད་ཅིག་ད་ལྟ་ཚོགས་བཅར་བ་མང་པོ་ཡོད་པ་དེ་འཛམ་གླིང་ས་ཕྱོགས་ག་བ་སར་བཞུགས་ཡོད་པ་ཡིན་ནས་ཅིག་ང་ཚོས་བོད་པའི་རྩ་དོན་དང་ཨ་ཅིག་གི་བོད་པའི་གི་རང་དབང་གི་འཐབ་རྩོད་ནང་ལ་ཨ་ཅིག་ནུས་པ་མཉམ་སྤུངས་དང་སྟོབས་ཤུགས་མཉམ་སྒྲིལ་ཡོང་ཡང་གི་ཆེད་དུ་ཨ་ནི་ཅིག་ལས་འཆར་དེ་འདྲས་ཅིག་ང་ཚོས་ཅིག་མ་གང་མང་མང་ཅིག་དེ་འདྲས་དང་འབྲེལ་བའི་ཕར་ཚུར་འབྲེལ་བ་ཡོང་བའི་ཐོག་ནས་དེ་འདྲས་ཅིག་ས་ཕྱོགས་ག་བར་བཞུགས་ཡོང་པའི་ནི་ཨ་ནི་ཅིག་ནུས་པ་མཉམ་སྤུངས་གི་ཐོག་ནས་ལས་འཆར་གང་མང་མང་ཅིག་དེ་འདྲས་ཅིག་གྲུབ་པའི་ཆེད་དུ་ང་ཚོས་ད་དྲ་ཚིགས་དེ་ཚོ་ཅིག་བཟོས་པ་ཡིན་ཞེས་ཞུས་ཡིན་ཨ་ནི་དེ་སོང་ཙང་ད་དམིགས་ཡུལ་དུས་གསུམ་པོ་ཐོག་ནས་ཨ་ནི་དྲ་རྒྱ་དེ་བཟོས་པ་གཞིར་བཟུང་གི་ཨ་ནི་ད་རིས་དེ་ང་ཚོ་སྐུ་ངོ་སྐུ་མགྲོན་ཨ་ནི་སྐུ་ངོ་ཨར་ཡ་ནི་ཚང་བ་སྐྱེས་བུ་མཆོག་ལ་ཡང་དེ་དང་བྲལ་བའི་ཐོག་ནས་གསུངས་ཞེས་བསྡུ་བསྡུ་གནང་རོགས་གནང་ཞུ་ཡིན།
རེད་ཐོག་མར་དེ་དེ་ཕེབས་པའི་གསར་འགོད་པ་ཚང་མ་ལ་ངས་འཚམས་འདྲི་བཀྲ་ཤིས་བདེ་ལེགས་འདུག་ཞེས་ཞུ་གི་ཡིན། ད་ལྟ་དེ་ལྷ་རོང་ལགས་ཀྱི་འགྲེལ་བཤད་བསྐྱོན་པ་ནང་བཞིན་གྱི་ད་ལྟའི་བོད་མིའི་སྒྲིག་འཛུགས་ཀྱི་འཆར་གཞི་དང་འཆར་སྣང་དེ་དང་དེའི་ནང་ལོགས་ལ་སྲིད་ཇུས་ནང་ལོགས་ལ་ལྔ་དང་ལྔ་བཅུ་ལབ་དུས་སུ་འབའ་འདི་གལ་ཆེན་པོ་ཞིག་ཆགས་འགྲོ་གི་ཡོད་རེད། ལྔ་དང་ལྔ་བཅུའི་ནང་ལོགས་ལ་ལས་འགུལ་འདིས་ང་རང་ཚོའི་དམིགས་ཡུལ་དང་དུས་མཚམས་བར་བལྟས། སྒྲུབ་སྟངས་དེ་ག་འདྲས་འདུག་དེ་རྗེས་ང་ཚོས་གལ་ཆེན་པོ་ཞིག་བརྩིས་ཏེ་དུས་མཚམས་པ་ཡང་ཚང་མཚམས་ང་ཚོའི་མང་ཚོགས་ནང་ལོགས་ལ་ལྔ་དང་ལྔ་བཅུ་འདི་གོ་རྟོགས་ཡག་པོ་ཞིག་མེད་པ་དང་ཚང་མས་ཀྱི་ཡང་འགའ་ཤས་ཀྱིས་ལྔ་འདི་གཅིག་བཀའ་ཤག་གི terms ལ་དུས་ཡུན་འདི་ལ་བརྩི་གི་ཡོད་པ་དེ་འདྲས་དང་ལྔ་བཅུ་ཟིན་ན་ག་འདྲས་རེད་ཟེར་ཡ་ཟེར་དེ་འདྲས་མང་པོ་ཞིག་གླས་དེ་ཡོད་འདུག་དེ་ཡིན་དུས་མཚམས་པ་འདིའི་སྐོར་ལ་ངས་འབིགས་བརྩི་ཞུས་པ་འདྲ་བྱིན་ན་ལྔ་ཟེར་དུས་མཚམས་པ་ང་རང་དུས་བོད་བོད་ཀྱི་ཡང་དག་ང་རང་འཛུགས་དེ་འཐབ་རྩོད་ཀྱི་དམིགས་ཡུལ་དེ་ག་རེད་ཟེར་ན་གཞིས་བྱེས་མཉམ་འཛོམས་དང་བོད་ལ་རང་དབང་སླར་གསོ་བྱེད་དེ་ང་རང་ཚོའི་དམིགས་ཡུལ་གྱི་ཆ་འགྲོ་གི་ཡོད་རེད། ལྔ། ལོ་ལྔའི་ནང་ལོགས་ལ་ང་རང་ཚོ་ཚང་མས་ཀྱིས་བོད་མི་ཡོད་དོ་ཅོག་གིས་བོད་དེ་ཧུར་ཐག་པར་ཐག་བེད་བརྩོན་བྱས་རྗེས་ང་ཚོའི་དམིགས་ཡུལ་དེ་འགྲུབ་ཐུབ་པ་ཅིག་བོད་ལ་རང་དབང་སླར་གསོ་བྱེད་ཐུབ་པ་ཅིག ྋསྐྱབས་མགོན་རིན་པོ་ཆེ་བོད་ལ་དོན་འགྲེལ་ཞུ་ཐུབ་པ་ཅིག་དེ་ལ་ང་ཚོས་བེད་བརྩོན་བྱེད་དགོས་ཀྱི་འདུག་ཡིན་ནས་ཅི་སྟེ། ང་ཚོས་འཐབ་རྩོད་ཀྱི་འདིའི་ནང་ལོགས་ལ། ཁྱེད་ཀྱི་དབང་དང་ཆ་རྐྱེན་དང་དེ་འདྲས་མ་བསྒྲུབས་བཅས། ལོ་སུམ་བཅུ་བཞི་བཅུ་ལྔ་བཅུ་ལྷག་གི་ཡོལ་བར་ནས་ང་ཚོས་ཀྱི་འཐབ་རྩོད་འདི་མུ་མཐུད་ནས་རྒྱུན་སྐྱོང་བྱེད་ཐུབ་པའི་ཀྱི་ང་ཚོས་ཀྱི་སྒྲོམ་གཞི་བརྟན་པོ་ཞིག་བཟོས་དགོས་ཀྱི་འདུག་གཞན་འོ་དེ་ལྔ་དང་ལྔ་བཅུ་སུ་ཆགས་འགྲོ་བར་དེ་ལྔ་དང་ལྔ་བཅུ་སུ་ལ་དུས་ཚོད་ཅིག་ཏག་ཏག་གཏན་འབེབས་བྱེད་རྒྱུར་ཅིག་ཁོ་རོ་ལིང་ཨིན་ཇིའི་སྐད་རུ་མ་སོང་ན་རོ་ལིང་ཁོ་འགྲོ་བསྡད་ཅིག་འདུག་ཆགས་འདུག་ཡོད་རེད་ད་འདིའི་ལྔ་དང་ལྔ་བཅུའི་ནང་ལོགས་ལ། སྤྱི་བཏང་སྒྲིག་འཛུགས་ཐོག་ནས་ཀྱི་ལས་གཞི་མང་པོ་ཅིག་སྤེལ་འདེགས་ཡོད་རེད་དེ་ཡིན་ན་དེའི་ཆད་ཅིག་ག་རེ་ཡོད་ཟེར་ན་གཞོན་སྐྱེས་ལྔ་བདོ་ལྔ་བཅུ་སུ་ཆགས་འདུག་གི་ག་ཡིན་ཟེར་ན་དེའི་སྒྲིག་འཛུགས་ཀྱི་འཆར་སྣང་དེ་ནང་ལོགས་ལ་གཞོན་སྐྱེས་ཀྱི་ཅིག་གི་གནང་ཐུབ་པའི་དང་ཁོ་ཚོའི་གི་འགན་དེ་ཤུགས་ཆེན་པོ་ཆགས་འདུག་གི་ཁོ་ཚོ་གལ་ཆེན་པོ་ཞུ་ཆགས་འདུག་གི་ག་ཡིན་ཟེར་ན། ལོ་ལྔའི་དེའི་ནང་ལོགས་ལ་བལྟས་ང་ཚོས་གི་འཆར་གཞི་དེ་མ་གྲུབ་པར་ཡིན་ན་དེའི་འཐབ་རྩོད་ཀྱི་མེ་ལྕེ་དེ། ཨལ་བུམ་འདི་སུས་ཁེད་འགྲོ་རུ་སྲིད་ན་གཞོན་སྐྱེས་ཀྱིས་བཟོས། གཞོན་སྐྱེས་ནས་གཞོན་སྐྱེས་གཞོན་སྐྱེས་ནས་གཞོན་སྐྱེས་ལ་མ་ཁེད་བྱས་ལོ་ལྔ་བཅུ་དྲུག་ཅུ་ག་ཚོད་འགོར་གི་ཡོད་པ་རེད་ན་ང་ཚོས་ཀྱིས་ང་རང་ཚོས་དམིགས་ཡུལ་དང་རང་དབང་སླར་གསོ་དེ་མ་བྱུང་བར་དུ་ལ། ང་ཚོས་འཐབ་རྩོད་དེ་མུ་མཐུད་ནས་བསྡད་དགོས་ཀྱི་འདུག་དེ་ལ་གཞོན་སྐྱེས་ཚོ་གལ་ཆེན་པོ་ཆགས་ཀྱི་ཡོད་དེ་བསམ་པ་ཨན་གཞོན་སྐྱེས་ཚོས་ཀྱིས་ལྔ་དང་ལྔ་བཅུ་ཟེར་ད་ལྟ་བར་དུ་ཡིན་པར་ཆ་གསུམ་ཚོ་ཞིག་ཏུ་སྣང་བསྡད་ཡོད་རེད་ཨན་ད་རེས་དེ་ལ་ཅེས་གཞོན་སྐྱེས་ཚང་མས་ཀྱིས་དེའི་གོ་རྟོགས་དེ་ཡག་པོ་ཅིག་མགོ་ཚོས་བྱས། གཞོན་སྐྱེས་ཚང་མས་ཀྱིས་ཨ་འདི་འདི་འདི་ལ་དྲ་རྒྱ་བྱེད་དུ་ཁོ་རང་ཚོས་ཀྱི་མ་སྐུལ་དང་བླངས་ཐོག་ནས་རང་སྡུག་ཅིག་བརྩམས་ཡོད་རེད་འདི་ཡག་པོ་ཞིག་རེད། དེའི་ཐོག་ནས། རྒྱ་གར་རེད་འབྲུག་རེད་བལ་ཡུལ་རེད་ཨེ་བོད་ནང་རེད་ཨེ་ལྷག་པར་དུ་ཕྱི་རྒྱལ་ཁག་ལ་ཡོད་པ་ཚང་མ། གཞོན་སྐྱེས་དེ་ཚོ་ཚང་མ་རང་བཞིན་གྱིས་སོ་སོ་སོའི་ཀྱི་མི་ཚེའི་ནང་ལོག་ཅིག་འོག་མ་ཡིན་པའི། བོད་པས་ང་རང་ཚོའི་སྒྲིག་འཛུགས་དང་ང་རང་ཚོའི་གི་འཐབ་རྩོད་འདིའི་ནང་རོགས་ལ་ཐུགས་ཁ་རྒྱག་ཡ་དེ་འདི་དྲ་རྒྱ་དེ་འདི་ཆགས་གི་འདུག་བསམ་གི་འདུག་ངས། དེ་འདྲས་གི་དྲ་རྒྱ་དྲ་རྒྱ་དེ་སྤེལ་བ་དེ། ཧ་འདས་ངས་ཁོ་རང་ཚོའི་འདས་ལྷ་རོང་ལ་རེད་བསྟན་འཛིན་དུ་མ་ལ་རེད་ཁོ་རང་འདས་ཚུར་ཕེབས་ཤག་ཨན་དེ་ནས་ཕྱག་རོགས་གནང་ཉིན་ཚང་མ་ལ་ངས་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ནང་ཆེ་ཞུ་གི་ཡིན། དེ་འཛིན་པ་ཨན་ཚང་མའི་གི་ཐོག་ནས་ཡིན་པ་རེད་ན་ཡིན་དེ་གལ་ཆེན་པོ་རྩིས་བྱས་ཡིན་ནས་ཡང་མཚམས་མཚམས་འགའ་ཤས་གི་གོ་ནོང་ཐེབས་སྲིད་གི་རེད་གཞོན་སྐྱེས་གི་ལྔ་དང་ལྔ་བཅུ་དྲ་རྒྱའི་ཐོག་ནས་ཨན་བོད་གཞུང་སྒྲིག་འཛུགས་གི་ཅིག་གི་སྣང་འཇོག་དང། ཡང་དེའི་སྒང་ལ་བསམ་འཆར་བཏོན་རྒྱུ་དེ་ཚོ། ཅིག་གུ་སྟངས་འཛིན་བྱས་སོར་བྱས་དེ་འདྲའི་ཆག་གི་བོར་ས་འདི་ཆག་གི་ཡོད་མ་རེད། དེའི་ནང་ལ་དམིགས་ཡུལ་གཙོ་བོ་དེ་ག་རེད་ཟེར་ན། སྒྲིག་འཛུགས་ཐོག་ནས་ལྔ་དང་ལྔ་བཅུའི་འཆར་སྣང་ནང་ལ་ཅིག་འགྲོ་དེ་གི་རེད་དེ་ཡིན་ནས་གཞོན་སྐྱེས་སོ་སོ་སོའི་རང་ནས། རང་མོས་ཐོག་ནས་ག་རེ་བྱེད་ཐུབ་ཀི་རེད་བོད་ཀྱི་རྩ་དོན་ཐོག་ལ། བོད་ཀྱི་འཐབ་རྩོད་དེ་ལ། ང་ཚོའི་རང་དབང་སླར་གསོའི་ཆེད་དུ་ག་རེ་བྱེད་ཐུབ་ཀི་རེད་འདི་བྱས་ཀི། ཅིག། ཚང་མས་ཀྱིས་སོ་སོའི་བསམ་ཚུལ་རེ། ནི། ཅིག། འཆར་སྣང་རེ་ག་རེ་ཡིན་པར་ཅིག་འདི་སྟོན་ཚུལ་བའི་སྡིངས་ཆ་འདི་གར་ཆགས་དུས་འོར་སྲིད་ན་ལྔ་དང་ལྔ་བཅུ་ཆགས་སྡོད་དགོས་རེད་ནི་ད་འབྲེལ་དེ་ཁོ་རང་ཚོའི་དྲ་རྒྱ་འདི་སྤེལ་ཡོད་དུས་སུ་པར་གཞོན་སྐྱེས་ཚང་མས་ཀྱིས་འདི་ལ། ཐུགས་སྣང་གནང་རོགས་གནང། ཅིག་ད་སྙན་པོ་ལ། ཁོ་རང་ཚོའི་ལས་འགུལ་སྤེལ་བསྡད་པ་འདི་ལ། ང་ཚོའི་ཐོག་ནས་ཡིན་པར་ཅིག་རྗེས་སུ་ཡི་རང་ཞུ་གི་ཡིན། རྗེས་མར་ལོ་ལ་ཡི་གཞོན་སྐྱེས་ལྔ་དང་ལྔ་བཅུ་ཅིག་ང་ཚོའི་བསྐྱར་དུ་ཡོང་གི་རེད་དེའི་སྐབས་ལ་ཡིན་པར་ཅིག་ནས་གཞོན་སྐྱེས་མང་པོ་ཀྱིས། ཚང་མས་ཀྱིས་སོ་སོས་ཀྱིས་མ་སྐུལ་དང་བླངས་ཐོག་ནས་བོད་ཀྱི་རྩ་དོན་ཐོག་ལ་ག་རེ་བྱེད་ཐུབ་མ་ཐུབ་འདི་དེ་འད་ཀྱིས་ཐག་གཅོད་བྱེད་ཡས་ཀྱི་གོ་སྐབས་ཡག་པོ་ཞིག་རག་གྱི་རེད་བསམ་གྱི་འདུག་འད་ངས་ཚང་མར་རྗེས་སུ་ཡི་རང་ཐུགས་རྗེ་ཆེ་ནང་ཞུ་གྱི་ཡིན། ཁོང་བཀའ་དྲིན་ཆེ་ཨ་ནི་དེ་བྱས་ལ་ང་ཚོའི་གི་བསྟན་འཛུ་འགྲོམ་ལགས་ནི་ད་ནྡ་ང་ཚོའི་དྲ་རྒྱའི་ནང་ལོགས་ལ་འགྲོ་སྟངས་ག་འདྲ་ཞིག་རེད་ཨ་ནི་དྲ་རྒྱའི་ནང་ལོགས་ལ་གཙོ་བོ་ཆེ་ཤོས་ཀྱི་དེ་ཨ་ནི་ནང་དོན་ག་འདྲ་ཞིག་ཆགས་ཀྱི་ཡོད་རེད་དེ་སྐོར་ལ་ཨ་ནི་ངོ་སྤྲོད་མདོར་བསྡུས་ཞིག་གནང་གི་རེད་བསྟན་འཛུ་འགྲོམ་ལགས།

ད་ལྟའི་ང་ཚོ་དྲ་རྒྱ་དང་མཉེན་ཆས་འདི་དེ་ང་ཚོ་གིས་ད་རྨང་གཞི་བཏིང་བ་འགྲོ་ཞིག་རེད། ཨ་ནི་འདི་གནང་ལོ་ན་ད་དྲ་རྒྱ་འདི་མུ་མཐུད་ནས་ང་ཚོས་ལོ་རེ་ནས་ལོ་རེ་བཞིན་ད་འདི་ན་གནས་ཚུལ་མང་དུ་བཏང་ཡག་ཆེད་ཁོ་རང་གིས་ད་ཅིག་ལོ་རེ་ནས་ང་ཚོས་རིམ་པ་སྤྲད་བྱས་ཨ་ནི་ཡང་ཅིག་འདི་གནང་ལོ་ལ་གསར་བ་ག་རེ་བཟོ་དགོས་ཀྱི་འདུག་ཡང་ཡར་རྒྱས་ག་རེ་གཏང་དགོས་ཀྱི་འདུག་ཞེས་ང་ཚོས་མུ་མཐུད་བྱོས་ཀྱི་འཆར་གཞི་གཙོ་བོ་འགྲོ་བཞིན་ཡོད་རེད། དེ་སོང་ཙང་ད་གཙོ་བོ་རུ་དེ་དེ་གསར་འགོད། ལྷན་ཚོགས་འདིའི་གྱོད་ཆེ་ཁག་ཚོ་ད་ང་རང་ཚོ་ལ་ཕྱག་རོགས་གནང་མཁན་ཚོགས་དགེ་ཡོངས་དང་ཚོགས་པ་ཡིན་ན་རེད་རྒྱ་རིགས་ནི་རེད་ད་ནང་བཞིན་གྱི་འདི་ལ་ཡ་ང་ཚོ་སློབ་ཕྲུག་མང་ཀུན་དང་ལང་ཆེན་གྱི་ད་ཟླ་བ་མང་པོའི་རིང་ལ་ཡ་དཀའ་ལས་སྐྱོན་ཡོད་རེད་ཁོ་ནང་ཚོ་ལ་ཐུགས་རྗེ་ཆེ་ཞེས་ཞུ་ཡ་དང་ལྷག་པར་དུ་ཨ་ནི་གཅིག་གི་བོད་མི་སྒྲིག་འཛུགས་ངོས་ནས་དེ་འདྲའི་གྱི་ང་ད་ལྔ་བཅུ་གཞོན་སྐྱེས་གྱི་ཚོགས་འདུས་ཀྱི་སྐོང་བ་ལ་ཡ་ང་ཚོ་ད་རྗེས་སུ་ཡིན་ན་ད་བསྔགས་བརྗོད་ཞུ་བ་དང་སྦྲགས་ཨ་ནི་མཐུན་འགྱུར་རོགས་རམ་གནང་བ་ལ་བཀའ་དྲིན་ཆེ་ཞེས་ཞུ་ཡ་ཡིན་ཨ་ནི་ད་རེས་འདི་གྱོད་ཆེ་དྲ་རྒྱ་དང་དྲ་ཚིགས་འདི་དེ་ད་ང་ཚོའི་ཉིན་བྱེད་གླེང་སྟེགས་འདི་ནི་གཙོ་ཆེ་ཤོས་དེ་ནི་ང་རང་ཚོ་བོད་ཕྱི་ནང་གཉིས་སུ་བཞུགས་པའི་གཞོན་སྐྱེས་ཡོངས་ལ་ཡང་ཅིག་ནུས་པ་གོང་འཕེལ་གཏོང་ཡག་གི་འདི་འདྲ་ཅིག་ང་ཚོ་གཏོང་ཐབས་ཀྱི་ད་སྡིངས་ཆ་ཞིག་བསྐྲུན་པ་རེད། འདི་ཐོག་ནས་ནི་ང་རང་ཚོའི་བརྗོད་གཞི་མི་འདྲ་བ་ད་ཅིག་གིས་བོད་མིའི་ཆབ་སྲིད་ཡིན་ན་འདྲ་སྤྱི་ཚོགས་དཔལ་འབྱོར། རིག་གཞུང་ཞེས་པའི་ད་ནུབ་མང་པོ་ཞིག་ཡོད་པ་འདི་གང་ལ་ཡང་ནུས་པ་མཉམ་སྤུངས་ཀྱི་དམིགས་ཡུལ་ཞིག་ཐོག་ནས་ནི་ང་ཚོས་དེ་འདྲ་ཞིག་ད་ཞབས་འདེགས་དེ་འདྲ་ཞིག་ཕུལ་ཐུབ་པས་ཀྱི་ང་ཚོས་ད་ལེགས་སྐྱེས་ཕུལ་ཐུབ་པས་ཀྱི་དེ་འདྲ་ཞིག་གི་ང་ཚོས་ད་དམིགས་ཡུལ་ཟིན་པའི་ཐོག་ནས་ད་རིང་དྲ་ཚིགས་འདི་ང་ཚོས་ད་བཟོས་པ་རེད་དེ་སོང་ཙང་རེ་སྐུལ་གཙོ་ཆེ་ཤོས་འགྲོ་འདི་ཨ་ནི། ད་ལྟ་བུད་ན་ལྔ་དང་ལྔ་བཅུ་ཚོགས་བཅར་བ་མང་པོ་ཞིག་ཨ་ནི་ད་ཅིག་གི་འཛམ་གླིང་ས་ཕྱོགས་གང་སར་བཞུགས་ཡོད་པ་ཚང་མ་ལོ་ཡ། འདི་ལྟར་དྲ་ཚིགས་འདི་ནི་བེད་སྤྱོད་བཏང་བའི་ཐོག་ནས་འདི་གནང་རོགས་ལ་ང་ཚོས་མཉམ་ཞུགས་ད་ད་རིང་ནས་བྱས་གནང་རོགས་གནང་ཞེས་ཞུ་ཡས་ཡིན་ཨ་ནི་འདི་གནང་མཉམ་ཞུགས་གནང་བའི་ཐོག་ནས་ང་རང་ཚོའི་བོད་པའི་སྤྱི་བའི་རྩ་དོན་ལ་ཡ། ཨ་ནི་ཅིག་ནུས་པ་མཉམ་སྤུངས་ག་འདྲ་བྱེད་ཀྱི་འོ་དོ་འདི་ཐོག་ལ་ཡ་མུ་མཐུད་ནས་ཞུ་རྒྱག་རོགས་གནང་ཞེས་ཞུ་ཡས་ཡིན་ང་ཚོའི་ད་ལྟ་དྲ་ཚིགས་འདི www dot five fifteen youth forum dot net འདི་ལ་ང་ཚོས་ད་གཟིགས་རོགས་གནང་ཞེས་ཞུ་ཡས་ཡིན་ཨ་ནི་ཐུགས་རྗེ་ཆེ།

ད་ལྟ་གོང་ལ་ཡང་བསྟན་འཛིན་སྒྲོལ་མ་ལགས་ཀྱིས་ཞུས་པ་བཞིན་གསུང་གི་དྲ་ཚིགས་འདི་ད་ལྟ་འདི་བོད་ཡིག་དང་བོད་ཡིག་གཙོ་བོ་བསྒྱུར་བའི་དབྱིན་ཇི་ཡིག་བོད་ཡིག་དབྱིན་བོད་གཉིས་ཀ་ནང་ལ་ཡོད་རེད་ཞེས་ཞུས་ཡ་ཡིན། འདི་གཙོ་ཆེ་ཤོས་འདི་ཨ་ནི་གཅིག་གི་དབྱིན་ཇི་གཅིག་པོ་ཡིན་པ་ཡིན་ན་མི་མང་པོ་ཞིག་ང་ཚོ་འདི་གསུང་ད་ང་ཚོ་གཙོ་བོ་འདི་བོད་ཡིག་ཆེད་ཨ་ནི་འདི་ཞོར་ལ་ཡང་ང་ཚོ་དབྱིན་ཇི་འདི་མཉམ་དུ་བཅུག་བཞག་ཡོད་ཞེས་དབྱིན་བོད་གཉིས་ཀ་ལྡན་པའི་ཨ་ནི་དྲ་ཚིགས་ཆགས་ཀྱི་ཡོད་ཞེས་ཞུས་ཡ་ཡིན།

ད་ཐེངས་ཁྱེད་རང་གིས་དྲི་བ་ཞིག་ཚུགས་འདི། ང་ཚོས་བརྙན་ཤེལ་ཟེར་བ་རུ་ང་ཚོས་ཡིན་གྱི་དོན་ཞུ་ནས Apps། Driver ཟེར་ཡ་ཆོག་རེད་དེའི་ནང་ལོགས་ལ་ང་ཚོས་ལྟ་ཚུལ་ཆེ་ཤོས་དེའི་ནང་ལོགས་ལ་ཞིག་ཡོད་རེད། དེའི་ནང་ལོགས་ལ་དེའི་ལས་ཀ་བྱེད་སྟངས་དེ་ག་འདྲ་ལབ་ན། དེའི་ནང་ལོགས་ལ་ང་ཚོས་བརྗོད་གཞི་མ་འདྲ་མང་པོ་ཞིག་བཞག་ཡོད་རེད། དེའི་བརྗོད་གཞི་དེའི་ནང་ལོགས་གཙོ་ཆེ་ཤོས་དེ་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་ང་ཚོས་ལྔ་དང་ལྔ་བཅུའི་སྐབས་ལ་ཡ་ཨ་ནི་དུ་ཞིག་བརྗོད་གཞི་གཙོ་བོ་བཞི་ཞིག་བཞག་ཡོད་རེད་དེ་བོད། བོད་པའི་གཞོན་སྐྱེས་ཚོ་ནི་འཐབ་རྩོད་ནང་ནུས་པ་མཉམ་སྤུངས་ག་འདྲས་བྱེད་དགོས་ཀྱི་འདུག་ཟེར་ཡག་རོགས་དང། རྒྱ་ནག་མཉམ་དུ་ང་ཚོ་བཀའ་མོལ་ག་འདྲས་ཞུ་དགོས་ཀྱི་འདུག་ཟེར་ཡག་རོགས་དང་དེ་འདྲས་ཀྱི་བརྗོད་གཞི་གཙོ་བོ་བཞི་ཡོད་རེད། བརྗོད་གཞི་དེ་མ་ཡིན་པའི་ངས་གོང་ལ་ཞུས་པ་ཞིག་སོན་གི་ཨ་ནི་ཆབ་སྲིད་ཀྱི་འཕྲོད་བསྟེན། ཨ་ནི་དཔལ་འབྱོར་ལྟ་བརྗོད་གཞི་ག་རེའི་ཐོག་ནས་ནས་འགྲིག་ཡོད་རེད། དེ་ང་ཚོས་ད་ལྟ་ང་ཚོ་དྲ་རྒྱའི་རུ་ཁག་གིས་སྟངས་འཛིན་བྱེད་པའི་ཐོག་ནས་ཨ་ནི་མཚམས་རེ་ང་ཚོས་དེའི་ནང་ལོགས་ལ་བགྲོ་གླེང་བྱེད་ཀྱི་ཡོད་རེད། ད་དེ་རིང་ང་ཚོ་འཕྲོད་བསྟེན་སྒང་ལ་ང་ཚོ་བགྲོ་གླེང་བྱེད་ཀྱི་ཡིན་ད་ཟེར་དུས་ཙམ་མ་ལས་ཨ་ནི་འཕྲོད་བསྟེན་སྒང་འདི་སྒང་ལ་ང་ཚོ་ཚོགས་བཅར་བ་འདི་གས་ཆ་ཚང་ཅིག་བགྲོ་གླེང་བྱས་ཨ་ནི་འདི་ནང་ལ་བསམ་ཚུལ་སྤུངས་རེ་བྱས་འདུག་ཅིག་ཚང་མ་ཅིག་རིམ་པས་ཡོད་པའི་ཐོག་ནས་གོ་རིམ་ཡོད་པའི་ཐོག་ནས། ལྷག་པར་དུ་ང་ཚོ་གཅིག་འདི་ག་ལ་ནས་ང་ཚོའི་གི་འདི་ནང་ལ་དྲ་རྒྱའི་ནང་ལོ་ལ་སྤྱི་བཏང་ར་བའི་ནང་ལོ་ལ་ཚོགས་བཅར་བ་མ་གཏོགས་ད་ཚོགས་བཅར་བ་ཕེབས་མྱོང་གི་མ་འདུག་གཞན་ད་ཆ་ཚང་ཅིག་ང་ཚོ་འདི་འདྲ་ཅིག་ཡོང་ཆུག་གི་ཡོད་མ་རེད་འདི་ཁོ་རང་ང་ཚོའི་གི་བདེ་འཇགས་དང་འདི་འདྲ་གི་ཆེད་དུ་ཅིག་རེད་ཡིན་ནའི་ལས་ང་ཚོ་གཅིག་གི་ག་གསོ་བ་རེད་གནས་ཡོད་མིན་ན་མཁས་དབང་འདི་འདྲས་ཞུ་ཡས་འདི་འདྲས་ཅིག་ང་ཚོའི་ཆ་ཤས་ཆ་ཚང་ཅིག་འདི་ནང་ལ་ཡོད་རེད་ཟེར་ཞིང་འདི་འདྲས་ཀྱི་ཐོག་ནས་བགྲོ་གླེང་དང་ཨ་ནི་ཅིག་རྩོམ་སྤེལ་ཡས་ཡོད་རེད་ད་རང་ཁྱང་གིས་འདི་ནང་ལོགས་ལ་ང་ཚོས་གནས་ཚུལ་མང་པོ་ཞིག་ཏང་ནང་ལོགས་འདི་ནང་ལ་མཆན་དགོས་ཡས་ཡོད་རེད་ཟེར་ཞིང་འདི་འདྲས་ཞིག་ཐོག་ནས་ང་ཚོས་འདུ་ཤེས་ཞུ་གི་རེད། ཅིག་ཁ་གི sorry ལས་བོད་ཅིག་ཁ་གི་ཆུ་མ་ནང་ང་ཚོ App གཞན་པ་འགྲོ་ཆ་ཞིག་ན་མི་མི་བརྒྱ་མ་ཞིག་འཛུལ་ཡས་ཡོད་མ་རེད་མི་ཉིས་བརྒྱ་མ་འཛུལ་ཡས་མ་རེད་ལས་ཞུ་འདི་ནང་ལ་མི་ག་ཚོད་འཛུལ་འཛུལ་ཟ། ཉི་མ་ལོག་གི Participants གང་ཟག་ན་ཡོད་དེ་ན་ང་ཚོ་ད་ཐེངས Press Conference ཚགས་ཏེ Invite བྱས་ཡོད་ད་ནི་ད་ལོ་ག་ཅེས་ཨན་ཇེ་མ་མུ་མཐུད་ནས་ལྔ་དང་ལྔ་བཅུ་བྱུང་བའི་གང་ཟག་མི་ཚང་མ་བཅས་འཆར་གཞི་ཁ་ན་མི་ལྔ་དང་ལྔ་བཅུ་ག་ཅིག Participant ཆ་ཚང་ཅིག་དེ་ནང་ལོག་ང་ཚོ་ཕ་ཚོ་སྐད་བཤད་བཞིན་པ་ཨ་ནི Connection ཡོང་ཡ་ཆེད་དུ་བྱས་ད་གཙོ་བོ་དེ། ལ་སོགས་ཨ་ནི་དྲི་བ་བཞིན་པ་མེད་པ་ཡོད་ན་ང་ཚོ་དེ་རིང་དེ་བསྡུ་ཅིག་ས་ཡོ་གསར་འགོད་ཚེ་དྲ་ཨ་ནི་ཅིག་ལྔ་དང་ལྔ་བཅུ་གཞུང་སྐྱེལ་གླེང་སྟེགས་ཀྱི་དྲ་ཚིགས་དང་ཉིན་ཞིག་ར་བོར་ཉིད་ཀྱི་དབུ་འབྱེད་ཚིག་གི་གསར་འགོད་ཚེ་དྲ་བསྡུ་ཅིག་མཇུག་སྒྲིལ་བ་ཡིན། བཀའ་དྲིན་ཆེ། ཚང་མ་ཕེབས་པར་བཀའ་དྲིན་ཆེ། ཐུགས་རྗེ་ཆེ།